རྒྱ་གར་འཕགས་ཡུལ་སོགས་སུ་བཙན་བྱོལ་དུ་གྱར་དགོས་བྱུང་བ་ནས་བཟུང་ད་བར་རྒྱལ་བའི་བསྟན་པ་རིན་པོ་ཆེ་སྤྱི་དང་བྱེ་བྲག་ཅེས་པ། ཉམས་པ་སླར་གསོ་དང་མ་ཉམས་རྒྱུན་འཛིན། དང་དུས་བསྟུན་བསྟན་པའི་ཞབས་འདེགས་སྒྲུབ་ཐབས་གང་དགའི་སྐོར་དགོངས་འདུག་སླད་བོད་ཀྱི་ཆོས་བརྒྱུད་ཁག་དང་གཡུང་དྲུང་བོན་བཅས་ཀྱི་བསྟན་བདག་བླ་ཆེན་རྣམ་པ་དང་སྐུ་ཚབ་རྣམ་པ་དབུ་བཞུགས་ཀྱིས་ཆོས་ཚོགས་རྒྱས་བསྡུས་ཅི་རིགས་ཐེངས་མང་ཚོགས་ཡོད་པ་དང། ད་ལམ་གྱི་ཆོས་ཚོགས་འདི་བཞིན་གྲངས་ཀྱི་ཆ་ནས་ཆོས་ཚོགས་ཐེངས་བཅུ་བཞི་པ་ཆགས་འདུག་ཞུ་ཡ་ཡིན། དེ་བཞིན་ད་ལམ་ཆོས་ཚོགས་ཀྱི་མཚན་བྱང་ལའང་འགྱུར་བ་ཕྲན་བུ་ཞིག་གཏོང་དགོས་བྱུང་སོང། དེ་རིགས་གཙོ་བོ་དེང་སང་གི་འགྲོ་ལུགས་སྤྱི་དང་འབྲེལ་བའི་རྒྱུ་མཚན་གནད་འགག་གཉིས་ཡོད་ཆོས་ཚོགས་སྔ་མ་ཁག་ཅིག་གི་བརྗོད་ཚིག་ལྟར་བོད་ཀྱི་ཆོས་ལུགས་དང་ཆོས་བརྒྱུད་བཅས་བཀོད་ཚེ། བོད་ནས་ཚོགས་མི་གདན་ཞུ་བྱ་ཐབས་དཀའ་བས་ཅུང་ཟད་ཁྱབ་ཆེ་བའི་སྐྱོན་ཡོད་པ་ལྟ་བུ་དང། ཡང་ཆོས་ཚོགས་ཐེངས་བརྒྱད་པ་ནས་མན་བཅས་ཀྱི་བརྗོད་ཚིག་ལྟར་བོད་ཀྱི་ཆོས་བརྒྱུད་ཆེན་པོ་བཞི་དང་གཡུང་དྲུང་བོན་བཅས་ཀྱི་ཆོས་ཚོགས་ཞེས་བཀོད་ཚེ། གོང་གི་ཁྱབ་ཆེ་བའི་སྐྱོན་ཡོད་མུས་སྒང་ལ། བོད་ཀྱི་ཆོས་བརྒྱུད་གཞན་ཁག་ཅིག་ལ་མི་ཁྱབ་པས་སྐྱོན་ཆ་ཡོད་པ་ལ་བརྟེན་ནས་བཙན་བྱོལ་བོད་མིའི་ཆོས་ཚོགས་ཞེས་བཀོད་ན་གོང་གི་སྐྱོན་ཆ་དེ་ཉིད་ཡོང་གཞི་ཆུང་བའི་སྒང་ལ་རང་རེའི་དངོས་ཡོད་གནས་སྟངས་དང་འཚམས་པའི་མཚན་བྱང་བསྒྱུར་དགོས་ཞུ་སྐུལ་བྱས་པ་ཞིག་ཡིན་ཟེར་ནས་གསལ་བཤད་ཞུ་ཡ་ཡིན། སྤྱི་ཡོངས་ནས་ཆོས་བྱེད་མཁན་གཟིགས་འོས་དང་ཐུག་ས་འདི་དག་འདོད་ཆགས་ཞེ་སྡང་གཏི་མུག་གསུམ་རང་ཐུགས་དེ་བཞག་སྟེ་འདིའི་རྐྱེན་གྱིས་ཨ་ནི་དངོས་མ་ཡིན་པ་ཡིན་ན་ཐང་ཆོས་གཞན་ཁག་ཚང་མ་རེད་ད་དར་པའི་ཤུགས་ཆེན་པོ་ཞིའུ་བྱེད་གོ་རེད་ད་མ་མ་ཉམས་རུ་འགྲོ་ཡ་འདི་རྒྱུ་མཚན་བདག་རང་ཐུགས་རེ་ཤགས་འདི་འོས་འདོད་ཧང་ལ་ང་ཚོ་ཡིན་པ་ཡིན་ནའི་ཡང་གཞི་རྩའི ྋགོང་ས་མཆོག་བཀའ་དྲིན་བསྟན་ནས་བླ་ཆེན་རྣམ་པ་ཚོགས་ཀྱི་སྐུ་ལས་སྐྱོན་པ་བསྟན་ནས་སྦག་སར་ཕེབས་པའི་དགེ་བཤེས་རྣམ་པ་དང་འདི་གའི་སྐུ་ལས་སྐྱོན་པ་བསྟན་ནས་ཉམས་རྒུད་འགྲོ་བའི་ཕ་ཞག་དར་སྤེལ་བྱེད་ཐུབ་ཡོད་རེད། བོད་ནང་ལ་ཡིན་པ་ཡིན་ནས་ཡང་བསྐྱར་གསོ་བྱེད་ཐུབ་ཡོད་རེད། རྒྱ་ནག་ལ་ཡིན་པ་ཡིན་ནས་ཡང་ནང་པ་སངས་རྒྱས་པའི་ཆོས་དར་སྤེལ་ཤུགས་ཆེན་པོ་ཞི་བོ་ཡོང་གོ་རེད། ཡིན་ནས་ཡང་འཛམ་གླིང་སྤྱི་ཡོངས་ཀྱི་ལྷག་པ་རྒྱབ་སྟངས་དང་འགྲོ་སྟངས་བལྟས་པ་ཡིན་པ་ཡིན་ན་རང་བཞིན་གྱིས་ཉེན་ཁ་འདི་ཡོང་གི་ཡོད་པ་འདི་གསལ་བོ་ཞིག་ད་རེད། འདི་ལ་ང་ཚོ་ཚང་མས་གི་ད། བླ་མ་སློབ་མ་པ་རུ་དམ་ཚིག། དག་ན་ཤིང་བླ་པ་སློབ་གཉེར་བསླབ་ན་ཡག། དགོན་སྡེ་ཁག་ནང་ལ་སྒྲིག་འཛུགས། སྤུས་དག་པོ་དགོས་ཡག། དེ་གི་ཧ་ལས་པའི་གལ་ཆེན་པོ་རེད་ཤག། དགེ་འདུན་པ་ཚོ་དགོན་པ་ནང་ལ་བསྡད་ཐུབ་པའི་ཐབས་ལ་དེ་རྣམས་འབད་བརྩོན་གནང་དགོས་ཏེ། ཞེ་དྲག་གི་ཁག་ཆེན་པོ་ལྷག་པར་དུ་དེང་སང་གི་དུས་ཚོད་གཉན་འཕྲང་ཅན་འདི་འདྲ་ཅིག་གི་སྐབས་སུ། དགེ་འདུན་པ་ཚོ་དགོན་པ་ལ་བསྡད་མ་ཐུབ་པའི་དེ་འདྲའི་མང་པོ་ཡོང་དང་ཡོང་བཞིན་པ་ཞིག་ཡིན་དུས་དེའི་ཐོག་ལ་དེ་ནས་ཐབས་ལམ་ག་འདྲི་ཅིག་ཐོག་ནས་དེ་འགོག་ཐབས་དེ་ཉུང་རུ་གཏང་ཐབས་ཐོག་ཐོག་ལ་བཀའ་བསྡུར་ལྷུག་པོ་གནང་དགོས་དེ་གལ་ཆེན་པོ་ཆགས་བསྡད་ཀྱི་ཡོད་རེད་སྤྱི་བཏང་དགོན་པའི་ནང་ལ་དགེ་འདུན་པ་མ་བསྟེན་པའི་དེ་གཙོ་བོ་སོ་སོ་རང་ཉིད་ལ་རག་ལས་ཀྱི་ཡོད་རེད་དེ་ནི་སྐབས་རེ་དེ་ནི་རང་རང་སོ་སོས་ཕ་མེས་ཀྱི་རྐྱེན་བྱེད་ཀྱི་ཡོད་རེད་ཕ་མ་ཚོས་ནང་ལ་དཀའ་ངལ་འཕྲད་དུས་དེ་ནི་དགེ་འདུན་པ་ཚོ་དགོན་པ་ནས་མ་ཐེངས་ནས་དེ་ནི་སོ་སོའི་ནང་ལ་ལས་ཀ་བྱེད་འཇུག་པ་དེ་འདྲས་ཡང་ཡོང་གི་ཡོད་པ་ཡིན་དུས་སྤྱི་བཏང་ང་ཚོ་མི་སྐྱ་བསླབ་གྲྭ་ནང་ལོག་ལ་དེ་ནི་སྐབས་རེ་ཕ་མ་དང་དགེ་རྒན་གཉིས་མཉམ་དུ་ཐུག་འཕྲད་བྱས་ནས་དེ་ནི་ཚོགས་འདུ་འཚོགས་ཡ་དེ་འདྲས་ཡོང་གི་ཡོད་དེ་ནང་བཞིན་བྱས་ན་ང་ཚོ་ཡིན་ན་ཡང་དགོན་པ་ཁག་གི་སྐབས་རེ་ཕ་མ་དེ་འདྲས་ཐེངས་དུས་ཡོང་མཁན་དེ་ཚོ་ལ། གྲྭ་བ་དགོན་པར་བསྡད་མ་བཅུག་པར་དགོན་པ་ནས་མ་ཐེན་འབྲས་ཡོད་མཁན་གྱི་རིགས་ཀྱི་ཕ་མ་དེ་ཚོ་ལ་དམིགས་བསལ་གྱི་སློབ་གསོ་སྤྲད་དགོས་ཡ་དེ་གལ་གནད་ཆེན་པོ་ཅིག་རེད་བསམ་གྱི་ཡོད། ང་རང་དུ་ང་ནས་བླང་དོར་ཕྱིས་ཀྱི་མ་ནོར་བཞེས་ཏེ་ཨ་ནེ་བས་ག་རེ་བྱེད་ཀྱི་ཡིན་བྱས་ནས་ཁས་ལེན་དང་བྱས་བྱས་ནས་ཨ་ནེ་གསོན་པོ་བྱས་ཏེ་གལ་ཆེན་པོ་ཞི་ར་རེད་བྱས་ནས་ཨ་ནེ་བས་ཞུ་གི་ཡིན་ཨ་ནེ་ཞུ་བ་ནང་བཞིན་ང་རང་དུ་ཡིན་ན་ཡང་ཨ་ནེ།

གངས་ཅན་བོད་ཀྱི་ཆུ་རྒྱུད་གྲུབ་མཐའ་ཚང་མ་གདན་གཅིག་ཏུ་འཛོམས་ནས་བགྲོ་གླེང་དང་ཕན་ཚུན་རྒྱུས་ལོན་ཐོག་དྭངས་གཙང་འོད་ཀྱི་སྐྱིད་འབྲས་ལྟ་བུ་འཐེན་ལངས་དང་ཕན་ཚུན་ལྟ་སྣང་བཅོས་མེད་དུ་འཕེལ་བ་ནི། སྤྱི་ནོར་གོང་ས་སྤྱི་དངོས་རྒྱལ་ཡོད་དབང་པོ་མཆོག་གི་རླབས་ཆེན་གྱི་དགོངས་གཞི་དང་ཡང་དག་པའི་ལམ་སྟོན་འོད་འཕྲོའི་འོ། ཆུ་རྒྱུད་རིས་མེད་ཀྱི་འོད་འཕྲོའི་བླ་ཆེན་གོང་མ་རྣམས་དང་རིས་མེད་སྐྱེས་ཆེན་རྣམས་ཀྱི་བཀའ་དྲིན་ལ་བརྟེན་ནས་བྱུང་བ་ཞིག་རེད། མ་འོངས་པ་ཡང། གོང་ས་མཆོག་གི་བཀའ་སློབ་ལམ་སྟོན་གྱི་དགོངས་པ་གཞི་བཟུང་ཐོག་བཤད་བཅོས་བྱེད་རྒྱུའི་ཡིད་ཆེས་བརྟན་པོ་ཡོད་ཞུ་རྒྱུ་ཡིན། དེས་ན་རང་རང་གི་ཆོས་བརྒྱུད་གང་ཡིན་པ་དེ་ལ་ཚུལ་བཞིན་ལོ་སྦྱང་དང་ཉམས་ལེན་གནང་སོགས་ལ་འབད་དེ། རང་ལུས་མི་ཉམས་གོང་འཕེལ་དང་ཉམས་པ་ལ་སོགས་གནང་བའི་ཐོག་ཆོས་བརྒྱུད་གཞན་ལའང་ལྟ་སྣང་དང་བརྩི་བཀུར་བྱེད་རྒྱུ་དེ་གལ་ཆེན་པོ་མཐོང་བཞིན་ཡོད། ཐ་མ་ཤི་རྐྱེན་ངན་ཅིག་སྐྱབས་བཅོལ་སླེབས་པར་དེ་ཡིན་ནའི་རྐྱེན་ངན་གྲོགས་ཤ་ལྟ་བུ་ཅིག་དེ་ནི་ང་ཚོའི་ནང་པའི་ཆོས་དང་རིག་གཞུང་འདི་གའི་འཛམ་བུ་གླིང་ལ་ཡང་དག་པར་ང་མ་ཡིན་ན་ཅིག་ཁུ་ཁུག་ཅིག་ལ་ལས་ཀྱི་ཕྱི་རོལ་ཧ་གོ་གི་ཡོད་མ་རེད་པ་བོད་པ་ཟེར་བའི་མིང་འཁུར་ཧ་གོ་གི་ཡོད་མ་རེད་ད་དེང་སང་ཡིན་ན་བོད་པ་ཟེར་བའི་སྒང་ལ་ད་འཛམ་བུ་གླིང་ནང་ལ་མ་ཤི་ངེས་ཡོད་མ་རེད་དཱ་ལའི་བླ་མ་ཟེར་དུས་ད་གྲྭ་བ་ཚང་མ་དང་ཚང་མ་དཱ་ལའི་བླ་མ་ཞེས་ཀྱི་ཡོད་རེད་དེ་དེ་པས་ནི་འཛམ་བུ་གླིང་གི་ནང་ལ་ལས་འདི་སླེབས་པ་མ་ཚད་པས་དེ་ནི་ང་རང་ཚོའི་ཆོས་བརྒྱུད་ཁག་གིས་དེ་ནི་ད་དབུ་འཛིན་ནང་ངེས་ལོག་སྟེ་སྐུ་ངལ་ཁྱད་བསད་ཀྱི་ཐོག་ནས་དེ་ནས་བདེན་པའི་འཇིག་ལྟ་བཤད་སྒྲུབ་གཉིས་ལྟེ་བ་ལྟེ་བ་བྱས་བྱས་དེ་ནས་མང་པོ་ཅིག་ད་ལོ་མང་པོ་ཅིག་ཧ་ལམ་ལོ་ལྔ་བཅུ་ད་མི་རབས་ཁ་ཤས་མི་རབས་གཉིས་པ་ལ་ཆགས་འགྲོ་གི་ཡོད་རེད་བ་དེ་འདྲའི་གི་ཐོག་ལ་དེ་ནས་གནང་བྱིན་ཡོད་དུས་ཨ་ནི་ཕྱི་རྒྱལ་ཁག་ལ་ཡིན་ནས་ད་ང་ཚོ་སྔོན་ན་བོད་ཀྱི་རིག་གཞུང་འདི་བོད་པ་ཟེར་ངེས་འདི་བོད་ཀྱི་རིག་གཞུང་འདི་བའི་རྩ་བ་ཚུགས་ཚར་བ་ཅིག་ལ་ཡང་ངས་ངོས་འཛིན་ཞུ་གི་ཡོད།

གྲུབ་ཐོབ་ཁག་ཅིག་གིས་གསུངས་པ་ནང་བཞིན། མ་འོངས་གཅེན་གཅུང་ད་ལྟ་བྱར་ཡོད་ཡིན་གསུངས། ད་མ་འོངས་འདས་པ་འདས་པ་གསུངས་ཚར་གང་ཁྱེད་ཡོད་མ་རེད། དེ་ནས་མ་འོངས་པ་གང་ཅིག་ད་ལྟ་དབང་ཆ་ཡོད་བ་རེད་གསུངས་རེད། ད་ལྟ་གྲྭ་ཡག་པོ་བསྒྲིགས་བླང་དོར་ཡག་པོ་བྱས་བཅུག་ན་མ་འོངས་པ་དེ་ཡག་པོ་ཡོང་གི་རེད། ད་ལྟ་བས་བསམ་བློ་རྒྱ་ཆེན་པོ་བཏང་མ་ཐུབ་བསམ་བློ་ཆུང་ཆུང་བཏང། དེ་ནས་གྲྭ་ཡག་པོ་བསྒྲིགས་མ་ཐུབ་ཆེ་ཆེ་པོ་བཏིང་མ་ཐུབ་ན་མ་འོངས་པ་ལ

ད་ཚོགས་འདུས་ཀྱི་ཚོགས་ཡི་སྐབས་སུ་ཡང། ད་དུས་ཚོད་འདྲ་མ་སོང་ན་དུས་ཚོད་ཐུང་ཐུང་ཞིག་རེད་བཞག། ཡིན་ན་ཡང། ད་དགོན་པ་གྲྭ་ཚང། སྐུ་ཚབ་མང་པོ་ཅིག་ཕེབས་ཡོད་རེད། དེའི་ནང་ལ། འཛིན་སྐྱོང་གནང་ཡོད་སྐབས་སུ་ཡང་དཀའ་ངལ་མང་པོ་ཅིག་ཡོད་རེད། ད་དཀའ་ངལ་ཅིག་ཚོ། སྤྱི་དང། སྐབས་ཐོག་ཚོགས་འདུའི་ནང་ལ་བཤད་དགོས་ཡ་དེ་གལ་ཆེན་པོ་རེད་ཡིན་ན་ཡང། གང། ཚིག། ཉུང་ཉུང་ག་ནས་བསྡུ་ཐུབ་ནས། ཕར་བཤད་བ་དང།

ཨ་དེ། ལོངས་སུ་སྤྱོད་ཡོང་དུས་ཡང་ད་ད་རིང་ང་དེ་བཅར་ནས་ཕན་ཐོགས་ཅིག་མ་བྱུང་བ་ཡིན་ན། ད་དངུལ་དེ་ཚོ་ཐམས་ཅད་ཡང་འཕྲོ་བརླག་སྒྲོག་ཅིག་འགྲོ་ས་རེད་དྲན་ནས་ད་རིང། དང་པོ་ད་བསམ་ཚུལ་མ་ཞུས་ནས་ཚོགས་འདུའི་ནང་ཞུས་ན་འགྲིག་འདུག་དྲན་སྟེ་ཡིན་ནའང་ཁོང་རྣམ་པར་གྱིའང་བསམ་ཚུལ་ཁ་སོས་ཁ་ཤས་ཞུ་བར་ན་བཞིན་ང་རང་གིས་ད་དེ་ཆོག་བ་ཞིག་གསུང་གི་ཐོག་ནས་ཚོགས་འདུ་འཚོགས་ཡོད་སྐབས་སུ་ཡང་དེ་འདྲས་ཅིག་གནང་ཐུབ་བ་ཡིན་ན་ཕན་ཐོགས་ཆེན་པོ་ཅིག་ཡོད་རེད། དེར་མ་ཟད། ཨ་ནི། ཆོས་རིག་བཀའ་བློན་གྱིས་ད་གྲ་སྒྲིག་གནང། གནང་ཡོད་རེད། ཨ་སང་གཉིས་ཚོགས་འདུ་ཚར་བའི་རྗེས་ལ་ཡང། ད་དགོན་པ་གྲྭ་ཚང་ཁ་ཤས་དཀའ་ངལ་ཞུ་ཡོང་དུས་དགོན་པ་གྲྭ་ཚང་གི་བླ་ཚབ་སྐུ་ཚབ་ཐམས་ཅད་ད་སོ་སོ་གི། ས་ཆ་གོ་ཨེ་ན་དེ་ཕེབས་འགྲོ་གི་རེད། ད་ཁ་ཤས་ཀྱི་བསམ་ཚུལ་བཤད་ཀྱི་རེད་དེ་ཡིན་ན་ཕ་ཕེབས་པའི་རྗེས་ལ། ཆོས་རིག་བཀའ་བློན་གྱི་ལས་ཁུངས་ངོས་ནས་རྒྱབ་སྐྱོར་མེད་ན་ཡང་ཁོ་རང་ཚོ་དེ་ནི་མ་འཛིན་སྐྱོང་བྱེད་ངེས་ཀྱི་ཚོགས་ཀྱི་ཐབས་ལམ་དེ་རག་ནས་མ་འགལ་འགྲོ་ནས་དཀའ་ངལ་ཚོ་སེལ་ཐུབ་ཨེ་ཡོང་གི་རེད། ཡང་ཁ་ཤས་ཅིག་ལ་ཆོས་རིག་བཀའ་བློན་དེ་ནས་ལྷན་ཁང་རང་ནས་རྒྱབ་སྐྱོར་མུ་མཐུད་ནས་གནང་དགོས་བའི་དེ་འདྲའི་ཡོང་གི་རེད་དེ་ཚོ་ཐོག་ནས་ཡིན་ན་ཡང་ད་ག་ཆེན་རྒྱབ་ནས་སྐབས་དེ་དུས་ཀྱི་དགོན་སྡེ་ཁག་དེ་གི་བསམ་ཚུལ་དེ་གསུངས་སོང་དེ་ག་འདྲའི་དགོས་དགོས་འདུག་བལྟ་རྒྱུ་ཟེར་ནས་དགོན་པ་ཁོ་རང་གི་བསམ་ཚུལ་བཤད་མཁན་ལ་མ་གཡུག་བཞག་མ་ཡིན་པ། ཆོས་རིག་ལྷན་ཁང་དེ་ག་རང་གི་ངོས་ནས་དེའི་ཐོག་ལ་ག་རེ་བྱེད་དགོས་འདུག་ཟེར་ནས་ད་རིང་ཉིན་གསུམ་མ་ཡིན་པ་འདི་རྗེས་ལ་ཡང་ལག་ལེན་བསྟར་ཕྱོགས་ལ་མུ་མཐུད་ནས་འབྲེལ་བ་བཟོ་ནས་རྒྱབ་སྐྱོར་གནང་བ་ཡིན་ན་དེ་ཡང་ཕན་ཐོགས་ཆེན་པོ་ཡོད་ས་རེད་དྲན་གྱི་འདུག། ཅིག་སོ་སོའི་གི་ཅིག། ཐུན་མོང་མ་ཡིན་པའི་གཞུང་འདི་ད་ག་ན་ཤི་མན་ངག་རུ་བ་ཉམས་ལེན་གྱི་ཐོག་ནས་ཡིན་པ་ཡིན། ཏིག་ཡ་ཅིག་ཆོས་བརྒྱུད་ཚང་མ་གི་བླ་མ་བསྟེན་ཅིག་བཞུགས་འོས་གྲ་པ་ཅིག་རུ་བ། ད་དེ་འདྲས་ཅིག་ཞུ་ཐུབ་པ་ཡིན་ན་ད་དཔེ་མི་སྲིད་གི་ད་དངོས་གནས་ད་ཅིག་རིན་མེད་གི་ད་ཅིག་ཕྱག་ལེན་གནང་ཐུབ་ན་དཔེ་མི་སྲིད་གི་ཡག་པོ་རེད་ད་ཡིན་ན་ཡང་དེ་རིགས་ཁ་ཚར་ཅིག་ཚང་མ་ཡག་ཅིག་ད་དུས་ཚོད་ཀྱི་ཐོག་ནས་རེད་གང་ཅིའི་ཐོག་ནས་ཡིན་པར་དེ་འདྲས་ཅིག་གནང་མ་ཐུབ་པ་ཡིན་ན་ཡང་ད་གལ་ཆེ་ཤོས་ཅིག་རང་རང་སོ་སོའི་གི་ཐུན་མོང་མ་ཡིན་པའི་ཆོས་བརྒྱུད་དེ་ལ་ཡ་ཐུན་མོང་མ་ཡིན་པའི་གཞུང་གི་བཤད་པ་དེ་འདྲས་ཅིག་འདུག་སྒྲུབ་པ་ཉམས་ལེན་ཡིན་པ་ཡིན་ན་དམིགས་བསལ་གི་ཡ་མཐོང་ཡང་རྒྱུད་སྦས་ཀྱི་མན་ངག་དེ་འདྲས་ཅིག་འདུག་དེ་ཡིན་དུས་ཙམ་ལ་ཡ་གཞན་ལ་ཡིན་ནས་འདི་ན་བཞིན་ཅིག་ཡོད་རེད་བསམ་སྟེ་གཅིག་གིས་གཅིག་ཡར་གུས་བརྩི་ཞུ་ཡ། ད་ག་ན་བཞིན་གཅིག་གནམ་ས་གུས་མདངས་ཅིག་ཡིན་པ་ཡིན་ནི་ཡ། དེ་ཁོ་རང་ཁོ་རང་བརྒྱུད་པའི་ཕྱག་ལེན་ཅིག་རེད་དེ་ལ་ཡིན་པས་ནི་ང་ཚོས་གུས་བརྩི་ཞུ་དགོས་ཀྱི་འདུག་ད་སྟེ་གཅིག་སོ་སོས་ལྟས་སུ་ལྟས་ཅིག་མི་འདྲ་བ་ཅིག་ཡོང་གི་རེད་ཨེ་འདི་འདྲའི་གི་ཐག་ནས་མཐོང་ཕྱོགས་ཅིག་མཐོང་པ་ཡིན་ན་ཨེ་དེའི་གི་ཡ་རྒྱ་ཆེ་ས་གི་ད་ཅིག་ཆོས་ཞུས་བྱས་དང་ཉམས་ལེན་གནང་བྱས་འདི་འདྲའི་ཅིག་དེ་ཁག་པོ་རེད་དེ། ཆུང་ས་ནས་འདི་འདྲའི་ཐོག་ནས་ཡང་མཐོང་སྣང་མ་བདེ་བའི་ཆགས་པ་ཡིན་ན་འདི་ཡི་སྐྱོན་ཆ་འདི། ཁོ་སྤྱི་གཙུག་དང་ཁོན་ཡོངས་ལ་ཡང་སངས་རྒྱས་ཀྱི་བསྟན་པ་ལ་ཡང་དགེ་རྒན་འགྲོ་ཡག་ཉེན་ཁ་བཞུས་དུས་ཙམ་ལ་ད་ཁྱེད་ཆེ་ཤོས་ང་རང་ཚོ་གི་ཡང་ཐུགས་སྣང་དེམ་ཚིག་བཟོས་དུས་ཙམ་ལ་ཡང་གཅིག་གིས་གཅིག་ཕ་རེ་སྤེག་ཏུ་བྱས་ཨིན་ཅིག་ཤེས་པ་ཡིན་ན་གུས་བརྩི་ཞུ་ཡི་འདུག་དཔེ་མི་སྲིད་གལ་ཆེན་པོ་རེད་ཨེ་འདའ་ང་ནི་ཅིག་འདི་ལས་ལྷག་ཅིག་ད་ཅིག་གནང་ཐུབ་ཡས་གི་ད་རྒྱལ་བར་མི་བྱེད་གི་ད་ཅིག་ང་རང་ཚོ་ད་དེ་རིགས་གང་ཟག་ཆོས་ལ་མ་བརྟེན་པའི་བཟང་སྤྱོད་ཟེར་ཡས་དང་ཡ་ནི་དེང་དུས་གི་ད་མཐུན་པའི་གི་ཡ་ཅིག་རིགས་རྒྱས་རྐང་འཛིན་ཞུ་ཡས་གི་མཚོན་པའི་གི་ད་དེ་ནི་པ་ད་སྐྱབས་མགོན་རིན་པོ་ཆེ་མཛད་འཕྲིན་ཟུར་བསླབ་ཆེན་པོ་གཟིགས་པ་ཆེན་པོ་ཞུ་ཅིག་ད་ང་རང་ཚོ་སོ་སོ་ཅིག་མིག་རྒྱང་ཐུང་ཐུང་ཅིག་གིས་མཐོང་ཡས་དེ་ཁག་པོ་ཞུ་བཞིན་འདུག་དེ་ནི་གང་དྲག་དྲག་ཕྱིར་བ་གང་ཐུག་ཐུག་ཅིག་ཚང་མས་ཡར་ཞུ་དང་ཞུ་བསམ་པ་དེ་འདྲའི་བྱེད་པ་ཡིན་ན་བླ་མ་མཉེས་པའི་བྱེད་པ་ཡིན་ནི་འདི་རེད། སྐུ་ཚེ་བརྟན་པའི་ཡར་ཞབས་རིང་ཟེར་ནའི་འདི་རེད། འདི་འདྲའི་ཅིག་དྲན་གྱི་ཡོད་ད་འདི། དུག་སེལ་གྱི་ནམ་རྒྱུན་རྒྱལ་དབང་འབྲུག་པ། ག་དུས་ཡིན་པ་ཡིན་ནི་འདི་འདྲའི་ཅིག་ཁ་འཕེལ་ཡོང་གི་འདུག་འདི་ངས་ད་རིང་ཡར་དེའི་ཚབ་བྱེད་ཀྱི་འདུག་ཞེས་ཞུས་པ་ཡིན། དགོན་པ་ཕན་ཚུན་ཡིན་ནའི་འདྲ། བླ་མ་ཕན་ཚུན་ཡིན་ནའི་འདྲ་ཆོས་བརྒྱུད་ཕན་ཚུན་ཡིན་ནའི་འདྲ་ཕར་ཚུར་གཅིག་གིས་གཅིག་ལ་འབྲེལ་བ་ཡག་པོ་ཡོང་ཡག་གི་ཐབས་ལམ་ག་རེ་འགོག་འདུག་བཟང་པ་དང་མ་སོང་ན་ག་རེ་རེད་འདུག་དེ་གའི་གི་ཐོག་ལ་ང་ཚོས། དགོངས་འཆར་ལྷུག་པོ་ཕས་གོ་ཡག་དང་དགོངས་པ་བཞེས་གོ་ཡག་དང། ཨ་ནི་དགོངས་པ་བཞེས་པ་ཙམ་དུ་མ་ཟད་དགོངས་འཆར་ཕེབས་པ་ཙམ་དུ་མ་ཟད་དེའི་གི་ཐོག་ལ་ཕྱག་ལས་གནང་གོ་ཡག་དེ། ཨ་ནི་ཡང་སྒོས་ལྷག་པར་ཅན་དུ་ཞི་བོ་ཅིག་གལ་ཆེན་པོ་རེད་བསམ་གི་འདུག། ཨ་ནི་དེ་བྱེད་དུས་ད། ང་ཚོ། ད་སོ་སོའི་གི་ཅིག་རྩ་བའི་ཆོས་རྒྱུད་ག་རེ་ཡོད་དེ་བ་དེ་གའི་དེ་ད། ཁོ་སོ་སོའི་གི་སྦྱང་བརྩོན་བྱེད་ཀྱི་རེད་དེའི་གི་ཐོག་ལ་འཛིན་སྐྱོང་སྤེལ་གསུམ་ག་རེ་ཡིན་ནས་དེ་བཤད་སྒྲུབ་ལས་གསུམ་གི་ཐོག་ནས་འཛིན་སྐྱོང་སྤེལ་གསུམ་གནང་གི་རེད་དེ་ཡིན་ནས་ཆོས་རྒྱུད་གཞན་དག་གང་སླེབས་ཡོད་དུས་ད་དེ་ད་དེ་དེ་དམིགས་བསལ་ཞིའུ་ཞིའུ་གས་བྱེད་དགོས་ཡ་ཡོད་མ་རེད་མདོག་མདོག་རེད་ད་དེ་སོ་སོའི་གི་དེ་བྱས་ན་འགྲིག་གི་རེད་ཟེར་ཡ་འདྲ་བོ་ཞིག་དེ་འདྲའི་གང་ལ་ཕེབས་ཡིན་ན་ཡང་བལྟས་ཚེ་འགྲིག་གི་ཨ་ཡོད་ནའང་བསམ་བསམ་རེད་བྱས་དེ་བྱེད་དུས་ད་ཆོས་བརྒྱུད་ནང་ཕན་ཚུན་གྱི་ནང་ལོགས་ལ་གཅིག་གིས་གཅིག་ལ་གོ་རྟོགས་ཡར་རྒྱས་འགྲོ་ཡག་གི་ཆེད་དུ་གཅིག་གིས་གཅིག་གི་ཁ་སོ་རེ་ལྟ་བ་གྲུབ་ཚེ་དེ་གའི་དེར་སློབ་སྦྱོང་གནང་ཡག། སློབ་སྦྱོང་གནང་ཡག་གི་གོ་སྐབས་དེ་དགོན་སྡེ་གྲྭ་ཚང་གིས་བསྐྲུན་དགོ་ཡག། ཆོས་བརྒྱུད་སོ་སོ་གིས་བསྐྲུན་དགོ་ཡག། དེ་འདྲའི་གི་ཐོག་ལ་ང་ཚོ་ཆོས་ཚོགས་འདི་འདྲ་བོ་ཅིག་གི་ཏཱ་ལ་ནུ་མེད་པའི་དབུ་ཁྲིད་ཆ་ཚང་འཛོམས་པའི་ལྷན་འཛོམས་འདི་འདྲ་ཅིག་གི་ཐོག་ནས་བསམ་བློའི་ཁ་ཕྱོགས་དུ་མ་སོགས་ནས་བསྟན་དགོ་ཡག།

ང་ཕར་མཐོང་ན་བགེགས་ཡིན་ཟེར་ཕར་མཐོང་ན་ང་འདི་ན་ཅང་དགོན་པ་མི་འདུག་གསུངས་ནས་ངེད་རྣམས་བ་རུ་ལ་དྲན་གྱི་འདུག་གསུངས་ཨ་ཏི་འབྲི་གི་ངོ་ནི་བཀའ་སློབ་བཟང་མོ་ང་ཚོས་ཅིག་སྙན་ངག་གཟིགས་ཡ་འདྲ་བོ་ཏི་འདི་བ་རུ་ལ་བཀའ་སློབ་ཕེབས་བཞིན་པ་དེ་རེད་དེ་སོགས་ང་རང་ཚོས་བསམ་བློ་བཏང་ནས་ངོ་ནི་དྲངས་ནས་གི་ད། གྱམ་མགོན་དམ་སེམས་ཅན་པར་རྒྱལ་དབང་མཆོག་གིས་གང་གསུངས་བ་ཚིག་གཅིག་ཀྱང་མ་ལས་པར་ཐམས་ཅད་བྲི་བར་ལམ་ན་ད་དགའ་བོ་རེད་ཡིན་ན་ང་རང་ཚོས་ཅིག་གླིང་གཡག་གསུམ་གྱི་རྐང་ཐིགས་པ་ཅིག་དང་གང་ནུས་པ་ཅིག་སྟེ་ང་རང་ཚོའི་འོག་ཏུ་གཞུང་དམངས་གཉིས་ཆགས་ཀྱིས་བསྒྲུབ་དགོས་པ་དེ་ད་ཧ་ཅང་གི་སྐར་ཆད་ཞིག་ངོ་རྩིས་བྱེད་སྟངས་ཀྱི་ཆ་ནས་གོང་རི་ཁག་གསུམ་གྱི་བར་དང་ཅིག་འབུལ་བ་ལ་དེབ་འབྲེལ་དང་གཅིག་རྫོང་ལྔ་ཏང་ཡོན་འཛིན་ལག་སོགས་པར་ནུས་པ་བསམ་གྱིས་མི་ཁྱབ་པ་དང་དེབ་འབྲེལ་གྱི་བར་གྱི་ཕན་ཐོགས་ཀྱི་རེ་གསུང་གི་ཡོད་རེད་དེ་ག་ནང་བཞིན་ཕན་ན་ཐོགས་ཁྱེད་ཡིན་ན་ཀྱང་དེ་ལས་ཀྱང་གོང་རི་གི་བཀའ་བཞིན་སྒྲུབ་པ་དེ་ད་སྒྲུབ་པའི་མཆོག་དང་ཞབས་སྟངས་ཀྱི་མཆོག་ཅིག་ཆགས་ཀྱི་ཡོད་རེད་བསམ་གྱི་འདུག་དེའི་ཆ་ནས་ལོ་ང་རང་སོ་གཅིག་བཞི་བཞི་ན་གཞུང་དམངས་ཡིན་ན་མདོར་ན་བོད་གཅིག་གི་སྤྱི་བོགས་གནམ་བསྟན་མདོར་ན་གནས་ཀྱི་ང་རང་སོ་སྐྱབས་མགོན་རིན་པོ་ཆེ་ལ་སྒོ་གསུམ་གུས་པའི་དད་པ་ཡོད་མཁན་ཅིག་ཡིན་ན་ནི་ད་རང་རེ་ད་ཁྱམས་ཁྱམས་ཁྱིམ་བག་གི་ད་ད་ད་གོང་ནས་གོང་ནང་བག་གི་སོང་བ་ནང་བཞིན་གི་བཀའ་སློབ་ནི་ད་དེབ་རྒྱབ་ཁྲོད་མང་པོ་དུ་ད་ད་བཏོན་དང་གཏོང་བཞིན་པ་རེད་ཨོ་དེ་ཐམས་ཅད་ཀྱི་ནང་ནས་ཀྱང་ཅིག་སྙིང་དོར་ཀུ་ཟུ་ཀར་ཀར་དུ་ཡང་ཡང་འདྲ་བོ་བླངས་ནས་གང་ཐུབ་ཐུབ་ཀྱི་ཉི་མ་རེ་རེ་གི་ཅིག་ང་རང་ཚོའི་ཉམས་ལེན་ནང་ལོག་ན་ཉི་མ་རེ་རེ་གི་ཅིག་ང་ཚོ་གང་ཐུབ་ཐུབ་ཅིག་སྒྲུབ་ཡག་དེ་རྟགས་གཙོ་བོ་ང་རང་ཚོ་ཧ་ཅང་གི་སྐལ་ཆེན་པོ་ཅིག་རེད་བསམ་ཡང་འདྲ་བོ་དེ་འདྲའི་ཞིག་མཐོང་སོང་བཞག་ཡིན་ད་དེ་མ་གཏོགས་ཅང་བཞག་ཞིག་མི་འདུག།